བྱས་ང་རང་ཚོའི་ཚེ་ཚུལ་ལ་སྐབས་དང་པོ་དེ་རེད་ཨ་ནི། ང་ཁྱེད་ས་ཀང་བཙུགས་ནས་ང་ར་དེ་བཅར་པ་ཡིན། ཨ་ནི་དངོས་གནས་སོ་སོ་ཡི་བུ་གཞོན་བླ་གྲྭ་དེ་ཡོད་དུས་བླ་གྲྭའི་ཚོར་བ་ཇི་ལྟ་ཨ་ནི་སྤུ་གུ་དེ་ཚོ་མཉམ་པོ་ང་ར་སྐད་ཆ་བཤད་ཡ་མང་པོ་བྱུང་སོང། ཨ་ནི་སྤུ་གུ་དེ་ཚོ་རྗེས་མ་ཡོང་གི་ཡོད་མེད་དང་དགའ་པོ་བྱུང་ཡོད་མེད་གྲོགས་པོ་གྲོགས་མོ་བཟོས་ཡོད་མེད་ག་རེ་ཤེས་ཡོད་མེད་ཞལ་ལག་ག་འདྲེས་ཡོད་མེད་མང་པོ་ཅིག་ག་ལ་སྐད་ཆ་དྲིས་ཡིན་ཨ་ནི་སྤུ་གུ་མང་ཆེ་དགའ་ཚོར་ཆེན་པོ་བྱེད་ཀྱི་འདུག་འདི་ནང་ལ་མང་པོ་ཅིག་སྐབས

ཅིག་བཞུགས་ས་རེད་དེ་ཚོ་ལ་ལུད་པ་གང་འདྲ་ག་འདྲའི་ཆང་སོགས་ལྡང་ངོ། གཟིགས་ཞིབ་གནང་ཡོང་ནི་མིན། དེ་ལྟ་རྒྱུ་བྱུང། སྤོ་བོ་དེ་ཚོའི་ཉལ་ཁང་དེ་ཚོ་ཡག་ཐག་ཆོད་འདུག་ད་ད་ལྟ་རྒན་བཤེས་གཉེན་ཁོ་རང་ཚོ་བཀའ་འདྲི་ཞུ་དུས་དགོངས་དག་དུག་སྦྲང་བལྟས་སུ་འདུག་གསུང་གི་འདུག་ཨ་ནི་ང་ཚོ་བྱས་ན་གོ་སྒྲིག་ཞུ་ཚེ་དུག་སྦྲང་གི་ཡང་སྨན་དང་དེ་ཚོ་ང་ཚོ་ཐབས་ཤེས་བྱེད་ཀྱི་ཡིན་ཞུས་ཡོད། དེ་ལྟར་ཚ་བ་ཞེ་བོ་གཅིག་སླེབས་དུས་ཙམ་ནས་ཡང་བལྟས་ཅིག་ཁང་པ་ཐོག་དེ་ཚོ་ལ་ཚ་བ་བལྟས་ཅིག་འདུག་མ་ཤེས་ཤེས་དཔེ་ཡག་པོ་འདུག་ཨ་ནི་ང་ཚོ་དེ་ང་རང་ཚོ་གི་དང་ལ་ཚོ་གི་གཙང་མ་བཟོས་གནང་བྱེད་ཀྱི་ཡོད་དུས་ཚོ་ནི་པུའུ་དུན་ཚོ་པེ་ཁི་བུ་ཆེ་ཡག་ཐོག་ཆོད་དུ་ད་ལུང་པ་ཁོ་ར་ཐུན་ཁའི་ཡག་པོ་རུ་བ་ལ་ཨ་ཆོས་ཚོ་དེ་ལ་ས་ཆ་ཆེན་པོ་ཞུ་བུ་ཞུ་དུས་ཨ་དམིགས་བསལ་གྱི་དུས་ཚོད་སྟོང་པ་དེ་ཚོ་ལ་པུའུ་དུན་ཚོ་འཆམ་འཆམ་འགྲོ་ཡ་བྱེད་ཁེ་ས་འདྲ་བུ་བྱེད་ན་པུའུ་དུན་ཚོ་པང་ཁ་ལ་རྩེད་མོ་རྩེད་ངེས་དུས་གཞས་ཞབས་བྲོ་འཁྲབ་ངེས་དུས་སོ་སོ་སོ་དེབ་དེ་འདྲ་ཀློག་ངེས་དུས་སོ་སོ་ག་རེ་དགོས་པ་ཡོད་པ་དེ་དེ་པང་དེ་ཚོ་ད། ཁོར་ཡུག་དེ་ཆེན་པོ་ཞེ་བོ་ཞིག་འདུག་ལ། དེའི་སྐབས་ལ་ང་ཚོ་ཟབ་སྦྱོང་མང་པོ་ཅིག་གནང་ལ་ད་ལྟ་ཁོང་དོན་གཅོད་ལས་ཁུངས་ནས་ལྟ་སྐུལ་ཚོམས་ལ་ཕེབས་ནས་ཡང་ང་ཚོ་ཟབ་སྦྱོང་ཅིག་གནང་ཡོད་རེད། དེ་ལས་ཟབ་སྦྱོང་གནང་མཁན་ཆ་ཚང་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། དེའི་སྒང་ལ་དེ་དགེ་རྒན་དང་ལས་བྱེད་མང་པོ་ཅིག་དེ་མཉམ་ཞུགས་གནང་ཡོད་རེད་དྭང་ལ་མང་པོ་བྱོས་རེད་ཚང་མ་ལ་དངོས་གནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཨ་རིན་པོ་ཆེ་གི་ཞལ་བཞེས་གནང་སུ་རྗེས་མ་ཡིན་ནས་ག་དུས་ཨ་ནི་བོད་རིགས་མི་མང་གི་གོ་སྒྲིག་གནང་ནས་ཁོ་ན་ཚོ་ཨ་ནི་སྒོ་དེ་ཕྱེས་ནས་བཞག་གི་ཡོད་གསུངས་སུ་ཨ་ནི་ད་ལྟ་ང་ཚོ་རྗེས་མ་ལོ་ཚོད་ལྟར་ལ་ཚོགས་འདུ་ཆུང་ཆུང་ཅིག་ཡོད་ཞུས་ཨ་ནི་ཚང་མ་ལ་ཐུགས་ཆེ་གནང།

གཅིག་སྲིང་མའི་རོགས་པ་གཅིག་ངའི་རེད་དགེ་རྒན་རྣམ་པ་སུ་རེད་ག་འདྲས་བྱུང་སོང། ཨམ་ཡག་པོ་བྱུང་སོང། ཁྱོད་རང་གསར་བ་ཤི་ཡ་དང་གཅིག་འདི་ང་ཤི་དགོས་འདུག་བསམ་ཡས་ག་འདྲས་བྱུང་སོང། ཨམ་འདི་ཡག་པོ།
ལན།
བོད་ཡིག་དང་བོད་སྐད་དུ་སོ་གཅིག་ཡར་རྒྱས་འདྲ་བོ་དེས་འགྲོ་སོང་ཡ། ཨམ་ཨ་ཉག་ཅིག།
ཨམ་ཨ། གྲོགས་པོ་གྲོགས་མོ་རག་སོང་ཡ། གྲོགས་མོ་མ་བྱུང།
ངོ་ཤི་བ་དེ་འདྲས་རག་སོང་ཡ། ཨམ་ཨོ་ཁེ།

ཨོ་ད་དབྱར་ཁ་གི། དབྱར་སྐྱིད། དབྱར་སྐྱིད་འདྲ་པོ་དབྱར་ཁ་གི་གོང་སྲིན་འདྲ་པོ་ར། ཐོག་གཉིས་པ་གོང་ས། ལ་བ་ལ་བ་ལ་བ།
དེ་ལ་ག་འདྲས་བྱུང་སོང། ཨ་དེ་ལ་སྤྱོད་ཡོང་གི་ཆ་ནས་བཤད་ན་ཡག་པོ་བྱུང་སོང། ཨ་དེ་ད་ཡག་པོ་བྱུང་སོང་ཟེར་ནས་རྒྱུ་མཚན་རྣམས་དེ་གང་ཡིན་ཟེར་ཐལ་ན། སྤྱིར་བཏང་དང་པོ་ང་ཚོས་འགོ་འཛུགས་ཡི་ག་སོ་དེ་ལ། སྤུ་བོ་ཆུང་ཆོག་ཡོད་རེད་དེ་ནས་སྤུ་བོ་ཆུང་ཆོག་ལོས་དགུ་ནས་ལོས་བཅུ་དྲུག་མ་ཐོས་པ་དེ་ཤེས་ཁ་དེ་ལ་དེ་ནས་སྤུ་བོ་གྲངས་ཁ་མང་པོ་རེད། དེ་ནི་ལོ་མ་དག་གི་འགྲོ་སྟངས་འདྲ་པོ་བྱས་ཟེར་ན་སྤུ་བོ་འདི་ཚོ་དང་ཧ་ཅང་གལ་ཆེ་པོ་བྱས་ཡོད་རེད། དེ་འདྲ་ཡིན་པ་ཡིན་ནའང་དེ་དེ་ནི་ད་ལྟའི་སྤུ་བོ་འདི་ཚོ་ཅིས་བདག་སྐྱོང་བྱེད་ཡ་ལ་ད་ག་འདྲ་འདྲ་པོ་ཡོང་དྲན་ནས་དེ་ལ་སུན་གཙེར་ཏིལ་གྱིས་སྐྱོང། དེ་ནི་ཡིན་པ་ཡིན་ན་ཡང་ད་ད་རེས་དང་པོ་འགོ་འཛུགས་ནས་ད་རིས་པ་དུས་སུ་ཐེ་ན་ཨོ་སྤུ་བོ་གཅིག་ལ་ཅིས་བདག་སྤྱོད་བྱུང་བ་འདྲ་པོ་དེ་ལ་མ་འདྲིས་བ་དེ་འདྲ་རེད་རྩ་བ་རང་གཅིག་སྐྱོང་མ་སོང་སྤུ་བོ་ཚང་མ་ཧ་ལས་ཡ་ཡག་པོ་བྱུང་སོང་དེ་ནི་དེ་ལྟར་ཉན་འདུག་སྤུ་བོ་འདི་ཚོ་གི་སྤྱོད་ལམ་ཡིན་ནའང་འདྲ་དེ་ནི་ཧ་ལས་ཡ། ཨ་ལ་ད་དེ་འདྲ་གྱི་ལོས་ཡིན་སོང་སོང་འདྲ་གྱི་དངོས་གནས་བྱུང་སོང་ད་དེ་ཚོ་ཅི་ཡི་ཁ་གི་ཡག་པོ་ཙང་ཅི་ཅི་མ་ཡིན་དོན་དངོས་ནས་གི་སྐད་ཆ་ཡིན་དེ་ནི་ད་ཅི་ཅི་ཡོང་གི་ཤེས་ཆེ་ན་ད་རིང་ན་རིག་པ་ཆོས་ཚོགས་ཀྱི་ད་ནི་འགས་ཁེར་ཁེར་གྱི་ད་ནི་ད་ནི་རིན་པོ་ཆེ་གཙོས་པའི་ཚང་མ་གི་ང་ཚོ་ལ་མཐུན་འགྱུར་ཧ་ཅང་ཡག་པོ་གནང་སོང་དེ་ནི་ད་ད་ང་ཚོ་དེ་སུའི་སི་ཐང་ལས་བྱེད་དེ་འདྲ།

སྤྱི་བཏང་གི་བཟའ་ཡག་ཐོང་ཡག་ཉལ་ས་འདྲ་པོ་ཅིག། དོང་ཐག་ཆོང་ཆོང་འདྲ་པོ་ཅིག་གླེང་འོང་རེད་ད་ཡིན་པ་ཡིན་ན་ཡང་ད་སྤུའུ་གི་ཆ་ནས་བཤད་ན་ཡང་དེ་ཚོ་དོང་ཐག་ཆོང་ཆོང་རེད་ཟེར་ན་ཡང་སློང་འབག་གི་འགྲོ་སྟངས་དང་ཕྱེ་ན་འགྲིག་ཡོད་ཀྱི་མ་རེད་དེ་ནི་ཡིན་པ་ཡིན་ན་ཡང་དེ་ཟིག་ད་ནི་ཉལ་ས་ཡག་རེད་བཟའ་ཡག་རེད་ད་ཚང་མ་དུ་དཔེ་ཡག་པོ་བྱུང་སོང་དེ་ནི། ད་དུ་སྤུའུ་ཚོ་ལ

རེད་རེད་རེད་རེད། ངྷ་མ་དང་མ་འདྲ་བ་འགྲོ་ཅིག་ག་འདྲས་བྱུང་སོང་བསམ་གྱི་འདུག་ཁྱོད་རང་བསམ་ན། ད་དེ་རེད་ངྷ་མ་དང་མ་འདྲ་བ་འདྲ་ཅིག་ཏུ་དེ་དེ་བྱུང་གི་རེད་ད་གང་ཡིན་ཟེར་དུས་ན་སྤྱི་ཡོངས་ཀྱི་ཚུལ་ལ་འདི་ནས་བཤད་ན་ང་ཚོ་ལ་ཡ་རྒྱལ་ལ་མཐའ་མེད་ར་ཡ་རྒྱལ་ལ་མཐའ་མེད་པ་ཡིན་འོང་དེ་ཁོ་ངྷ་མ་འདི་ད་ལོ་ད་ལོ་འདི་རྗེས་མ་ཡ་རྒྱལ་ཡིན་པ་ཅི་དེ་ནས་ཡིན་པ་ཡིན་ན་བྲང་ཁང་ཀུན་ནས་བཤད་ན་ད་ལོ་འདི་བྲང་ཁ་ཡར་ལ་འཕགས་དེ་ཡོད་རེད་ཅི་རེད་ཉིན་པ་འདི་བཤད་དེ་ན་ད་ང་ཚོ་གི་ད་ནས་སྤུ་བོ་འདི་ཚོ་ལ་བཟའ་སྐྱོང་བཀྲེས་ལྟོགས་ཀྱི་ད་ནས་མཛེ་རི་འདྲ་ཅིག་བཟོ་ཐེ་ན་ཡིན་ན་ཡང། ཨོ་སྔ་མ་ད་ཆུ་ཁ་ལ་ད་རེས་དེ་པས་ཧ་ཅག་གི་ཚ་ཚོ་བོ་ཅིག་བྱུང་ཡོད་རེད། ད་དེ་ལ་ང་སེམས་ཚོར་ཅི་ག་རེ་ཡོད་པ་ཟེར་ན། ད་རྗེས་མ་པ་ལ་ང་ཚོ་མཛེས་རིན་དགོས་ལ་ད་ནི་པུའུ་སི་ལ་དུག་ཚོད་སྟོང་པ་ད་དྲོ་དེ་ཡས་ཀྱི་མང་སྤྲད་དགོས་རེད་ས་རེད་གསུངས་སོང་འདྲ་ཅིག་བྱུང་སོང། གཞིས་ང་ཚོ་ང་ཚོ་ལས་ཀ་ལས་མཁན་འདྲ་པོ་བྱས་ན་དགོང་ད་ཆུ་ཚོད་དང་པོ་བརྩིས་ནས་མ་ཉོས་ཞོགས་ཀའི་ཆུ་ཚོད་ལྔ་པ་ལ་ཡར་ལངས་ཏེ། དེ་དེའི་ནང་ཁུལ་ལ་དེ་གཅིག་སྐུ་དྲག་ཅིང་ལས་ཀ་རྐྱང་རྐྱང་རེད། དེ་ཡང་ནང་བཞིན་དུ་པུའུ་དུ་སི་ལ་ཞོགས་ཀའི་ཆུ་ཚོད་དྲུག་པ་ནས་ཡར་ལངས་ཕོག་ཅིག་གིས་ད་ནི་དགོང་ད་ཆུ་ཚོད།

ལགས་སོ་ལགས་སོ། སྤུ་གུ་དེ་ཚོ་དགའ་སྤྲོ་གཅིག་འདུག་ཡ་ཅི་ཐང། ཨོ་ད་སྤུ་གུ་དེ་ཚོ་དཔེ་དགའ་སྤྲོ་གཅིག་འདུག་སྤུ་གུ་དེ་ཚོ་བྱས་ཙང་ངས་ད་གི་ཤི་བ་ལ་དེ་རེད་སྤུ་གུ་དེ་ཚོས་གི་ད་ནི་ཡ་ར་སྤྱོད་བཟང་ཟེར་གྱི་འདུག་ཅི་ཐང་གི་ད་ནི་ན་ཞང་རྒྱུན་དུ་ང་རོ་ཚོ་བོད་པ་ཁ་ལ་དེ་འདྲ་སྐྱོ་རེད་དེ་ད་དེ་དེ་ནི་ནི་གི་ཕ་མ་གི་ན་སོང་ཤོ་བྱེད་དང་འདྲིས་ཤ་སོང་ས་འདྲ་གཅིག་བྱུང་ད་ཡིན་པ་ཡིན་ན་ཡང་ང་ཚོ་ད་དེ་འདྲིས་ཤ་སོང་ནི་ཕ་མ་ཚོ་གི་འདྲིས་ཡོད་ས་རེད་ཟེར་ནི་དེ་ད་གི་ང་ནི་གང་ལ་ཞུ་བ་ན་གི་རེད་ཡ་གྱི་ལ་ཐལ་མེད་པ་ཡིན་ནོ་དེ་དེ་ཙམ་གྱི་མགོ་ལ་བཞག་ཡ་མི་འདུག་ད་རུང་ཕ་མ་གིས་ན་ཅི་བྱེད་ཡ་མང་པོ་འདུག་ད་ཡིན་པ་ཡིན་ན་ཡང་ད་ང་སྤྱི་ཡོངས་ཀྱི་ཅིག་བཤད་ནས་ཅག་ན་ཨོ་སྤུ་ཚང་མ་གི་ད་ནི་དངོས་གནས་ད་ནི་སྤྱོད་པ་ད་ནི་ཅིག་ག་རི་མགོ་ལས་ན་ཧ་ཅང་ཡག་པོ་འདུག། ནོར་བུ་ལགས་ཞེས་ཨ་དེ་ནི་མ་འོངས་པ་ལ་ཡང་སྤུ་གུ་དེ་ཚོ་ཡོང་གི་ཡིན་ཟེར་ཡ་འགྲོ་འགྲོ་དེ་འདྲས་བྱུང་འདུག་ཡ། ཨོ་དེ་ད་འགྲོ་འདུག་འདུག་འདུག་ཁ་ཅིག་གིས་ད་ཕར་འགྲོ་གི་མེད་ག་རི་སྤྱི་ནས་རྒྱུགས་རིང་པོ་བཟོ་གི་མ་རེད་དེ་འདྲ་ལ་ཉེ་འདུག་ད་དུ་ཕར་འགྲོ་གི་མེད་ལ་ད་རི་ད་གང་བ་འགྲོ་གི་རེད་ཟེར་ག་ད་ད་ནི་ང་ཚོ་ཚར་རེ་ནང་ལ་ལོག་གི་རེད་ལ་ནང་ལ་འགྲོ་གི་མེད་ང་ཚོ་བསྡད་གི་ཡིད་ལ་གི་འདུག།

དེ་འདྲ་ཅིག་ཁ་བཅུག་ན་སྤུ་ལ་ནོར་ཡ་འདྲ་བོ་འདུག་དེ་འདྲ་གིས་ང་ཚོས་ལས་ཀ་ཅི་ཡང་བྱེད་མི་ཐུབ་ང་ཚོས་གང་ལྟར་ན། མི་ཕྱི་སྦུག་གི་སྒྲིག་འཛུགས་ནང་བཞིན་ཅིག་བསྡད་ཡོད་དེ་ནང་བཞིན་གྱི་སྤུ་དེ་ཚོས་ཀྱང་སྒྲིག་འཛུགས་དེ་འདྲ་འཁེལ་མི་ཐུབ་པ་རེད་མི་འདུག་གལ་སྲིད་སོ་སོ་ཅིག་བསྡད་པ་ཡིན་ན་ད་ཡང། སྤུ་གུ་གསོ་སྐྱོང་བྱེད་སྟངས་ལ་ད་ནི་ཕ་མ་ཚོ་གིས་གཉིད་ཀྱིས་ད་སྐྱོང་མ་རེད་ཟེར་དེ་འདྲ་ཡོད་པ་རེད་ཨ། དེ་འདྲ་རེད་མ་གཏོགས་གཞན་ད་རེས་སྤྱི་ཡོངས་ཀྱི་ཕྱི་ཚུལ་ན། སྒྲིག་འཛུགས་ཅིག་བྱས་པ་ཡི་དེ་ན་སྤུ་གུ་ཁུར་མ་ཐུབ་པ་དེ་འདྲ་མེད་འདུག་སོང་སོང་འདྲ་བྱུང་སོང། ལགས་སོ། ད་ཡིན་ད་ཡིན་སྤྱི་སྟངས་ཀྱི་ཅིག་བདེ་འཚམ་དང་ཚང་མ་སོང་སོང་དེ་བས་ཡང་སྤུ་གུ་ཆུང་ཆུང་དེ་འདྲའི་ནད་ཡ་འདྲ་བོ་དེ་འདྲའི་རིགས། ཨོ་བྱས་ཙང་བོ་དེ་ཟེར་ངེས་ངེས། ང་ཚོ་གཙོ་དང་ང་ཚོ་གནད་འགག་ང་ཚོ་དང་པོའི་སྐད་ཆ་ག་དེ་ག་རེ་བྱུང་ཡོད་རེད་ཟེར་ཐལ་ན། ད་ཅི་ང་ཚོ་ལས་ཀ་ལས་ཀའི་ནང་ལ་སེམས་སྐྱིད་མོད་པ་སྣང་ཚོང་ཡིན་ནོ་དེ་སྐད་ཆ་འདྲ་མི་འདྲ། ཤེས་བྱུང་ཡོད་རེད་ཁ་ཤས་ཀྱིས་ད་ང་ཚོ་བོད་མང་པོ་རེད་ཅི་འདས་མ་བཅང་གི་བཅག་ཡ་བཅག་གི་རེད་ལ་འདྲ་པོ་ད་ད་ང་ཚོ་བཀའ་ཡུལ་བཅག་ཡོད་རེད་ལ་ཟེར་འདྲ་པོ་དེ་འདྲ་ང་ཚོ་ལས་ཀ་ལས་ཁུངས་ནང་བྱུང་ཡོད་རེད་དེ་དེ་དུས་སྐབས་དེ་དུས་ང་རོ་གིས་ན་ཞུ་རྒྱུ་བྱུང་ད་ང་ཚོ་གིས་དེ་ལ་འདས་མ་ད་ནི་ཅི་བོད་པ་བཅག་ཡ་ལ་ང་ཚོ་གིས་དགོང་མོ་ང་རྒྱལ་གྱི་སྦས་དུ་ཟ་ལ་བ་བཞག་དགོས་རེད་ལ།

ཞེས་འཕོས་པ་གཉིས་དགུ་ལ་སོ་གཉིས། དེ་བཅུ་ཚོ་གཅིག། ཁྲོ་བ་ཀུན་གཉིས་མགོན་ཡིན་ན་འདྲ། ཕ་མ་ཚིག་ཡིན་ན་རྟ་གཉིས་ཚིག་ཡིན་ན་ཅི་བསམ་བློས་སྟོང་དང། ཉི་མ་དྲུག་རྣོ་ལ་སྤུ་ངོ་ང་གཅིག་ང་ང་གི། ཞེས་འཕོས་པ་གཉིས་ལྕགས་སོང་ཟེར་ན་དེ་སོང་ན་ག་ཚད་འདུག་བྱས་ཙང་ངས་ད་གི་གོང་བ་ལ་ཞུ་ཡ་དེ་རེད་སྤུའི་ཚིག་གི་སྤྱོད་པ་དང་ནི་སྤྱི་ཡོངས་ཀྱི་མདའ་ནི་ཧ་ཅང་གི་ངོ་ནི་ཚད་ལས་བརྒལ་བ་རེད་འདུག་མི་རྒན་པ་ཡིས་དེ་ན་ཅི། དེ་འདྲ་ཅི་ལྟར་ཡོང་སྲིད་པ་རེད་འདུག་དྲན་ནས་ང་རང་ཚོ་ན་ངོ་ནི་དགའ་པོ་བྱུང། ལ་འོ་ལ།

གཅིག་པའི་འབེར་ག་དང་ཚང་མ་གཅིག་འདུག་ཡང།